ཨོ་ད་རྣམ་པ་ཚང་མ་སྐུ་ཁང་བཟང། ཨ་ནི་གྲོགས་པོ་མང་པོ་གཅིག་གི་གཡས་གཡོན་རྒྱབ་མདུན་ནས་ཨ་ནི་ང་འདུག་ཟེར་ནས་བྲོས་བ་ཟེར་ན་མི་འདུག་ཨོ་ད་རྩེད་མོ་རྩེ་ཟེར་ན་མི་འདུག་སྣེ་བསྐོར་ཟེར་ན་མི་འདུག་ད་དེ་འདྲས་ཀྱི་ད་རིགས་དེ་འདྲས་མང་པོ་གཅིག་སླེབས་སོང། དེ་འདྲ་སོང་ཙང་དེ་ག་ལ་ནན་ཏན་གྱིས་བྱེད་དགོས་བསམ་འདུག་ད་ག་ཚོད་ང་འགྲོ་གར་བཏང་ཡོད་རེད་ཙང་ད་རེས་ང་གཉིས་སྐུ་ངོ་པད་མ་ཚེ་རིང་ཁྱོད་རང་གི་སྡོད་ཚ་དགོན་པ་ནང་དང་འབངས་དེ་ལ་དང་དེ་གཉིས་དེ་ཏིང་འཛིན་གང་དང་དེ་ཚོ་འགྲོ་གི་འདུག་ཨ་ནི་ཁྱོད་རང་ག་རེ་བྱས་ཡིན། ཨ་ནི་ཁྱོད་རང་ག་རེ་བྱས་ཚེ་ཕེབས་བསུ་འགྲོ་གི་ཡོད་པས། ཨ་ནི་མཉམ་ཞུགས་བྱེད་གི་ཡོད་པས་ག་རེ་བྱེད་གི་ཡོད། ད་ཁོ་ཚོ་ང་ལ་དྲི་བ་དེ་འདྲ་མང་པོ་བཏང་འདུག་ད་དྲི་བ་དེ་གས་དྲིས་དུས་ནོ། ཨ་ནས་ཅི་ཞུ་བྱས་ན། ག་རེ་རེད་ཟེར་བ་ཡིན་ན། བླ་རྒན་ངོས་ནས་བསམ་སྟངས་ཚིག་དང་དག་ནང་ཤོག་འགྲོ་སྟངས་ཅིག་ཡོད་ར་ཨུ། དེ་སྐད་བྲིས་ཏེ་དང་བཅའ་དེ་ཚོ་དང་དེ་ཚོ་ཚང་མ་ནི་ཡིན་ན་གང་ཞུ་མི་ཞུ་དང་བཅའ་བྱས་ཡོད་མ་ལ་དང་བཅའ་བྱས་ཡ་དེ་ཚོ་ག་བ་ལ་ལྟོས་ནས་དང་བཅའ་བྱས་ཡོད་རེད་ས་དངོས་ཡོད་ཀྱི་གནས་ཚུལ་གཞི་ལ་བཟུང་ནས་ཨན་དེ་ཁས་ལེན་ཨ་ཅིག་བྱས་ནས་མ་གཏོགས་ཆབ་སྲིད་པ་དང་དེ་འདྲ་གི་བསམ་དེ་ད་བླ་རྒན་ནི་ཡོད་མ་རེད་ད།

བྱང་གི་རྒྱལ་བ་ཐམས་ཅད་ཆེན་པོ་དང་སངས་རྒྱས་སྤྱན་འདྲེན་འདི་དུས་ཚོད་ནི་ང་ཚོར་དུས་དང་རྣམ་པ་ཀུན་དང་འགའ་རེས་རྫུན་བཤད་ཡ་ཡོད་མ་རེད་ཟེར་གསུངས་བཤད་ཡོད། ཁྱད་པར་དུ་སངས་རྒྱས་སྤྱན་འདྲེན་འདི་གིས་གལ་ཆེན་པོ་བཞི་པོ་ཞིག་བརྩད་ནས་ང་ཚོ་མི་རྒྱུ་བཅུ་ཟེར་གི་མི་རྒྱུ་བཅུ་ཡི་གི་ཚིག་ཕྲེང་འདི་ཧ་ལས་གི་གལ་འགངས་ཆེན་པོ་ཞིག་བརྩིས་ཡོད། དེའི་ནང་ལོགས་ནང།

མི་འགྲོ་ག་རེ་ཟེར་ན་ཡང་རྫུན་བཤད་ཐུག་ཡོད་མ་རེད། ཨ་ནི་ཁྱེད་ལ་གཡུ་ནི་ཁྱེད་ལ་འཇམ་པོ་དང་རྩུབ་པོ་དང་འདྲ་མི་སྣ་ཚོ་གཡུ་བ་ཡོད་དེ་ནི་ཡིན་ན་ཡང་དེ་འདྲས་བྱས་ནས་རྫུན་བཤད་ལ་གིན་འགྲོ་ཐུག་ཡོད་མ་རེད། དེ་རེད། ད་དེ་ག་རེ་བཤད་འདོད་སྤྲོ་གི་འདུག་ཟེར་བ་ཡིན་ན། གཞི་གྲོང་གི་སྐུ་ངོ་དཔོན་པོ་ཚེ་རིང་ཡིན་ཀྱང་རུང་སུ་ཡིན་ཀྱང་རུང་ང་ཚོ་བོད་རིགས་སྐྱེ་བོ་ནང་བསྟན་ག་འདྲ་ཅིག་ཡིན་ན་དེ་ཚང་མ་དེ་ཞེ་བ་ནང་འགྲོ་ཡོང་བ་ཤོག་ཟེར་བླ་རྒན་གྱི་དུས་དང་རྣམ་པ་ཀུན་ཏུ་སྨོན་ལམ་འཇོག་གི་ཡོད། ཨ་ནི་ཅི་ཡོད་བོད་རིགས་སྤུན་ཟླ་ཅིག་ཡ་ཤ་རུ་ཐོན་ན་ནུ་རིགས་ཀྱི་རྩ་ཤི་སྐུ་ཁ་བྱེ་ན་བུམ་པའི་རྒྱན་ལེ་བ་ནང་བཞིན་གྱི་ཨ་ནི་ང་ཚོ་བོད་རིགས་སྤུན་ཟླ་ཅིག་ག་འདྲ་ཅིག་སུ་ཡིན་ན་ནང་འགྲོ་རྒྱུ་རྒྱུ་བ་ཡིན་ན་དེ་དངོས་དོན་བླ་རྒན་དགའ་བ་ཡོད་དགའ

མི་ཐུག་གོ་རྒྱུ་མཚན་ག་རེ་རེད་ཟེར་ན། ཁོ་ཚོ་ངས་ངོ་མི་ཤེས་བ་དང་མཐོང་མ་མྱོང་བ་དང་འདྲིས་མ་མྱོང་བ་དེ་འདྲ་མ་རེད། ཁོ་ཚོ་ཕན་ཆད་ཆོས་ངན་གྱི་ངོ་ཤེས་པ་རེད་ལ་འདྲིས་པོ་རེད་ལ་ང་ཚོ་འདི་འདྲ་གྱིས་ད་རང་ས་ནས་ཤི་མྱོང་ཡོང་ངེས་དེ་འདྲ་ཤ་སྟག་རེད། ཡིན་ནའང་ངས་ག་རེ་ཡོད་རེད་ཟེར་བ་ཡིན་ན། ད་རེས་ཀྱི་དུས་ཚོད་འདིའི་སྐོར་སུན་ནོ། གྲོགས་པོ་ཡིན་ཀྱང་རུང་ངོ་ཤེས་ཡིན་ཀྱང་རུང་མི་རིགས་གཅིག་པ་ཡིན་ཀྱང་རུང་སུ་ཡིན་ཀྱང་རུང་གང་ལྟར་ཀྱང་ང་ཚོའི་རྒྱུ། ཉིན་དང་ཉན་ཞོར་རྩ་སྤྱི་ལ་ནང་ལོག་གི་བྱེད་སྟངས་དེ་ཚུལ་དང་མཐུན་མ་སོང་ཟེར། དངོས་ཡོད་ཀྱི་གནས་ཚུལ་དང་མཐུན་མ་སོང་ཟེར། འཕྲིན་དང་མཐུན་མ་སོང་ཟེར། རྒྱ་གར་མི་ཆེན་དགོན་པ་དང་མཐུན་མ་སོང་མི་མང་གི་མངོན་འདོད་དང་མཐུན་མ་སོང་ཟེར། གཉིས་བླ་རྒན་གྱི་ལྟ་དཔྱད་བཅས་ཞིབ་འཇུག་གི་སྙན་ཐོ་དང་མཐུན་མི་འདུག་ཟེར། ག་རེ་ཐོན་གི་མི་འདུག་ཟེར་བ་ནས་འཕྲིན་སྐད་ཆགས་སོང། བཙན་འཛུལ་བྱས་སོང། ཕྱི་དུས་འཕྲིན་ཡིག་ཁང་བཙན་འཛུལ་བྱས་སོང་བཀའ་ཤག་ནང་ལོགས་ནས་སྐུ་ངོ་དཔོན་པ་ཚོས་བཙན་འཛུལ་བྱས་སོང་དེ་གཉིས་ད་ལྟ་དེ་ག་ལ་ཕྱི་དུས་གྲོས་ཚོགས་ནང་ལོགས་ནས་བདེ་དོན་གྱི་སྤྱི་འཐུས་རྣམ་པ་ཚོས་བཙན་འཛུལ་བྱས་སོང་དེ་རྣམ་པ་ཚོ་གི་ཞལ་ཡོད་པ་ཅིག་མ་རེད། ཞལ་ཡོད་པ་ཅིག་མེད་ཨང་སོང་ཙང་རྣམ་པ་ཚོ་གི་དེའི་གི་མིང་ཐོག་ནས་ལས་དོན་ཅིག་བྱེད་གི་ཡིན་ན་ང་ཁྱོད་ཚོ་མཉམ་ཐོག་ནས

ཨ་མྱེས་ང་ཚོ་ད་ཁྲིན་དུ་ག་རེ་ཡོད་རེད་ང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་སློབ་ན་སྔ་མ་ནས་ཡར་འདྲི་བྱ་འགྱུར་བཟོ་ཉེན་ཡང་ཁོ་ནོར་ཚོ་རེད་གཏོང་ཉེན་ཡང་ཁོ་ནོར་ཚོ་རེད་ཟེར་དེ་འདྲའི་ཅི་རྩ་བ་ནི་མ་རེད་ཟེར་ཞེ་སྡང་ནི་བཟོ་ཉེན་ཁོ་ཚོ་རེད་གཏོང་ཉེན་ཁོ་ཚོ་རེད་དེ་ཚོ་ད་ཉོན་ཡོད་གནས་ཚུལ་རེད་དེ་ནི་ཡིན་ན་ཡང་དེ་ནང་བཞུགས་འགྲོ་སྟངས་ད་རེས་མཆན་བུ་བཞི་བོ་གཅིག་ནོར་རེད་ཟེར་ང་ཚོ། པའི་ནོར་རེད། ག་རེད་ཟེར་ན་ང་ཚོ་བཙན་བྱོལ་བ་རེད། ཤང་ཀུའི་རྒྱལ་བ་ཐང་ཆེན་ཆེན་པོས་ར་དང་རིན་པ་བྱིན་ནས་ལོ་ངོ་དྲུག་ཅུ་རེའི་རང་བཙན་བྱུས་འདུག་བྱས་ནས་ང་ཚོ་ནོ་ཅོག་བྱུས་ཡ་གཅིག་པོ་ཙམ་མ་མཐའ་ང་ཚོ་བཙན་བྱོལ་བ་གཅིག་རེད། ཆོས་སྲིད་ཀྱི་ཅོག་བྱུས་ཡ་གཅིག་རེད། ག་རེད་ཟེར་ཆོས་སྲིད་ཀྱི་ཅོག་བྱུས་ལ་ག་རེད་ཟེར་ན་རང་ཡུལ་དགྲ་ལག་ཏུ་ཤོར་ནས་དམིགས་ཡུལ་ལ་ཅོག་བྱུས་དེ་ཡོང་འཇོག་གི་དེ་འདྲ་གཅིག་རེད། ཆོས་སྲིད་དེ་ཡི་གི་ཁྲོད་དུ་ནོར་ལོག་ནོར་འདི་གཉིས་ང་ཚོས་ག་རེད་བྱེད་དགོས་ཟེར་ན་ཨ་ནི་ཐུབ་ཚོད་ཀྱི་བསམ་པ་དེ།

འཕྲིན་དང་སྒྲིག་འཛུགས་ཀྱི་ཡོད་པའི་ཐོག་ནས་ནི་ང་ཚོས་ཐག་གཅོད་ཅིག་བྱེད་ཡག་ཡིན་ན་ནུས་པ་ཅིག་ཐོན་གྱི་རེད། དེ་འདྲ་སོང་ཙང་ཁོ་ཚོས་ང་ཚོས་ཀྱི་ཐག་གཅོད་ཀྱི་རྩ་བ་རྟོགས་འགྲོ་གི་འདུག་ཐག་གཅོད་ཀྱི་རྩ་བ་དེ་འདྲ་གི་རྟོགས་ཡོང་དུས་ཨ་ནི་བླ་རྒན་ཡིན་ན་ཁྱེད་ནི་མ་གཏུགས་དགོས་ཡག་དུ་འདུག་ཟེར་ཅན་ཆགས་ཀྱི་འདུག་དེ་འདྲ་སོང་ཙང་ཨ་ནི་ད་རེས་ཁོ་ངའི་སྤུན་པ་ཚེ་རིང་བྷེ་ན་འདྲ།

ཁ་བཏགས་དཀར་ལ་སམ་པ་དཀར་ཡི་གེ་མཚོན་བྱེད་ཀྱི་ཁ་བཏགས་དཀར་པོ་གཅིག་དང་མི་ཚེ་ཁྱོད་ལས་རིང་ཡང་ཡོང་ཡི་གེ་རྟེན་འབྲེལ་བྱས་ནས་ཁ་བཏགས་ཨ་ཕྱི་རིང་པོ་གཅིག་དང་ཁུ་བླ་རྒན་གྱི་སྐེ་ནས་རྐྱང་རྐྱང་རེད། ཡིན་པ་རེད་རྣམ་པ་ཚོ། ཡིན་ན་རྣམ་པ་ཚོ་གི་ཁྲིམས་མཐུན་གྱི་ལས་ཀ་ཅིག་མ་ལས། ད་དེ་འདྲའི་བྱས་ཚར་རེད་བླ་རྒན་ནི་བྱས་ཐུབ་མི་འདུག། བླ་རྒན་བྱས་ཐུབ་མི་འདུག།

དེ་འདྲའི་གསུང་ཙམ་དྲ་གྲོགས་རྣམ་པ་ཚོས་ནོ། གཉིས། དེར་དོན་བསྡུས་ནས་ཞུ་བ་ཡིན། ཉིས་སྟོང་ཉི་ཤུ་རྩ་གཅིག་གང་ནོ། ལོ་ནོ། བླ་རྒན་གྱི་ངོ། ངོ་དེབ་ཀྱི་ཐོག་ནས། བཤད་པ། ཚིག་ཇི་བཞིན་དུ། ད་ལྟ་བླ་རྒན་དོན་དུ་གནས་ནས། བླ་རྒན་གྱིས་དེ་ཚོ་ཚང་མ་ནི་ངོས་ལེན་བྱེད་ཀྱི་མེད། ཁོ་ཚོ་དང་མཉམ་ཞུགས་བྱེད་ཀྱི་མེད། སྙན་ཞུ་བྱེད་ཡག་ཡིན་ན་ང་ཚོའི་རྩ་དོན་མི་རིགས་ཐོས་ཚོད་ཀྱི་རྩ་བ་ལྟ་འདྲ་བོ་འདུག་བཅའ་ཁྲིམས་རིན་པོ་ཆེ་དང་འགལ་འདྲ་བོ་རྒྱ་གར་རིན་པོ་ཆེ་དགོངས་དོན་དང་འགལ་འདྲ་བོ་སངས་རྒྱས་ཀྱི་བཀའ་དང་འགལ་འདྲ་བོ་འདུག་དེ་འདྲ་སོང་ཙང་མཐའ་ན་གཡོ་ཞིང་ངའི་གི་བཙན་ཡིག་བླ་མ་དེ་ཚོས་གི་ད་སོ་སོའི་གི་དགེ་རྒན་དེ་ཚོའི་བཀའ་དང་འགལ་འདྲ་བོ་འདུག་ངའི་དགེ་རྒན་དེ་ཚོ་དེ་འདྲ་གི་དངོས་གནས་གྲུ་ནས་ཀྱི་ད་ང་ཚོ་རྩ་དོན་མི་རིགས་ཐོས་ཚོད་དང་མི་རིགས་ཀྱི་དོན་དུ་ནང་ལོག་ན་བསམ་བཏང་ངེས་ཀྱི་རེད། ག་རེ་ཚེ་མི་རིགས་ཀྱི་དོན་དུ་བསམ་ན་ག་རེ་བྱེད་དང་ཚེ་མི་རིགས་ཀྱི་དོན་དུ་བསམ་མཐོང་དགོས་ཡོད་ག་ལ་ཐུག་སངས་རྒྱས་ཀྱི་བསྟན་པ་ལ་ཐུག་འདོད་རེད་སངས་རྒྱས་ཀྱི་བསྟན་པ་ནི་ག་འདྲའི་ཆེ་ན་ཐུག་ཡོད་རེད་ང་ཚོ་ནང་པ་ཚང་བྱེས་བོད་ཀྱི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་འདི་ཨ་པཱ་ལི་ཀྱི་ཆོས་བརྒྱུད་དང་ལས་བྱང་གི་ཆོས་བརྒྱུད་གཉིས་ཀྱི་ནང་ནས་ལས་བྱང་གི་ཆོས་བརྒྱུད་དེ་ལ་ངེད་གཉིས་ལག་ངོ་གཏོང་དུ་རིན་དུ་ནོར། བཀའ་དྲིན་བླ་ན་མ་ཆད་པར་དྲིན་ལན་འཇལ་མི་ཐུབ་དགོས་ཡ་གི་ཡོད་ཅེས་དེ་བོད་གངས་ཅན་པ་སོ་དེ་བོད་མི་རིགས་སོ་དེ་རེད་ཧུམ། ད་དེས་གི་དེ་ད་ཞིག་བྱས་པ་ཅིག་ད་དེ་ཅིག་རང་ཚུགས་ཐུབ་པོ་ཅིག་ཡོང་བ་ཡིན་ན། ཨ་ནི། ང་ཚོ་ལས་བྱང་གི་ཆོས་བརྒྱུད་དེ་ཡང་རང་ཚུགས་ཐུབ་པོ་ཅིག་དང་ད་ཞིག་ཡུག་རེན་གྱི་གནས་ཐུབ་བ་ཅིག་དེ་ང་ཚོས་གཅིག་ཏུ་བལྟ་གི་ཡོད་རེད་དེ་འདྲའི་བལྟ་གི་ཡོད་བ་སོང་ཙང་ངེད་འགའི་ཤེས་ངན་རྣམ་པ་ཚོ་ལ་དེ་འདྲའི་གི་བལྟ་ངེས་ཅིག་རེད་དེ་འདྲའི་གི་བལྟ་གི་ཡོད་བ་སོང་ཙང་ཨ་ནི་བོད་གངས་ཅན་བོད་ཀྱི་ཆབ་སྲིད་ཀྱི་ད་གནད་དོན་དེ་སངས་རྒྱས་ཀྱི་བསྟན་པ་རུམ་ཆེན་དང་འབྲེལ་ཡོད་ཟེར་རྒྱ་རུམ་ཆེན་གྱི་སྐབས་དུ་མ་ཕེབས་ཡོད་ལ་ང་ཡི་དགེ་རྒན་ཨ་ནི་དཔེ་ཁྲིད་དགེ་རྒན་རྣམ་པ་ཚོ་གས་དུ་མ་ཞིག་གསུང་མྱོང་ཡོད། དེ་ཚོས་གསུང་བ་ནང་བཞིན་གྱི་དེ་དེ་བཞིན་དུ་ནང་ཨ་ནི་ང་རང་ངོས་ནས་ལྟ་བ་ཡིན་ན་ཞིབ་འཇུག་ག་ཚད་བྱས་ཡག་ཡིན་ཞིབ་འདུག་གི་སྙན་ཐོ་ག་ཚད་བརྩི་ཡག་ཡིན་ན་སྙན་ཐོ་ནང་ལ་བསྙད་དགོས་ཡག་དེ་གཅིག་མ་གཏོགས་དང་བདག་གི་བཅོས་སྟོང་བྱས་ནས་ཨ་ནི། བཅའ་ཁྲིམས་རིན་པོ་ཆེ་གཏོར་ཨ་ནི། མང་གཙོ་ཀ་བ་སྲུང་བཙན་འཛུལ་བྱེད་ཨ་ནི། རྒྱ་གར་རིན་ཆེན་གྱི་སྔ་མ་བསྐུལ་བ་ནག་གི་དགོངས་དོན་ནོར་ལོག་ནོར་ཨ་ནི། ཅེས་འདྲི་གཙུག་གཙུག་བྱ་འཇུག་འདྲི་གཙུག་གི་ཆ་ཤས་དུ་ཚུགས་ཡན་ལག་དུ་ཚུགས་གཙུག་བྱ་འཇུག་ཨ་ནི། བོད་མི་མང་གི་ཤི་དུས་ཟེར་བ་དང་ཤི་དུས་ཀྱི་ནོར་ལོག་ལ་ཡང་ཆོས་ལུགས་ཀྱི་ཤི་དུས་དང་ཆོལ་ཁ་གི་ཤི་དུས་ནོར་ཨ་ནི། དེ་ནང་བཞིན་གྱི་སྡེ་ཚན་གྱི་དུ་ཚུགས་གཙུག་བྱ་འཇུག་དེ་ཚོ་ཚང་མ་དེ་བཤམས་མགོན་རྒྱལ་བ་ཐམས་ཅད་ཆེན་པོ་གིས་ཨ་ནི། ཅེས།